ད་ཐེངས་ཀྱི་འདི་ག་གནམ་འོག་གི་སྲིད་འགྱུར་ཚན་པའི་དཔྱད་གཞི་ལེ་ཚན་ནང་ལ་དུས་ཡུན་རིང་པོར་སོང་བ། བོད་པའི་སྤྱི་ཚོགས་ནང་གི་རྩོད་གཞི་གཅིག་ལ་བསམ་ཚུལ་མི་མཐུན་པ་ཁག་གཉིས་བྱུང་བའི་གནས་ཚུལ་དེ་དང་འབྲེལ་བའི་སྐོར་དེ་རིང་སང་ཉིད་དྲ་རྒྱའི་ཐོག་ལ་ཐོན་པའི་གནས་ཚུལ་ཁག་ཅིག་རྣམ་པ་ཚུར་ལ་ཡང་ངོ་སྤྲོད་ཞུ་བ་ཡིན། ཐེངས་འདིའི་གནས་ཚུལ་དེ་དང་འབྲེལ་བའི་སྐོར་བོད་པའི་ཁ་སྐྱོན་ལགས། ཁྱེད་ཨ་མ་ཤི་ནས་ངུ་ཟུག་བྱེད། གཅིག་དྲུག་རྣམས་མ་ཤེས་པར་ངུ་ཟུག་བྱེད། ཟེར་བ་ལྟར། དེའི་ཐོག་འདི་ག་གནམ་འོག་གི་སེམས་རྒྱུད་ཚན་པས་དྲ་ཐོག་ནས་བསྡུ་རུབ་བྱས་པའི་གནས་ཚུལ་དཔྱད་གཞི་ཕུལ་བ་ལྟར། འདི་ག་སེམས་རྒྱུད་སེམས་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་རྣམས་ཀྱི་གོང་འཕེལ་དཔྱད་གཞི་དང། མ་འོངས་པའི་མི་རབས་ཕྱི་མ་རྣམས་ཀྱི་གོང་འཕེལ་དཔྱད་གཞི་ལ་ཕན་ཐོགས་ཡོང་བའི་རེ་བ་དང་རྗེས་གནང་བཟོ་ལས་ངོ་སྤྲོད་ཞུ་གི་ཡོད། གནས་ཚུལ་ངོ་སྤྲོད་མ་ཤེས་པའི་གོང་དུ། སྤྱིར་ན་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་དང་པོ་ལོའི། ཟླ་བ་དྲུག་པའི་ཚེས་པ་ཉི་ཚེ་ཚེས་ལྔ་ཉིན། དགའ་ལྡན་དང་འབྲས་སྤུངས་ས་སྐྱ། རྙིང་མ་བཞི། ཁེངས་ལེ་ནས་གཙོས་པའི་དགེ་འདུན་འབྲེལ་གྲས་ཁག་ཅིག་ལ་བཞུགས་མོལ་ཚོགས་འདུའི་ཐོག་བཀའ་སློབ་འདི་འདྲ་ཅིག་ཕེབས་འདུག་གང་ཟག་སྒེར་སོ་སོའི་ངོས་ནས་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ་དང། སོ་སོའི་ཉམས་མྱོང་གི་ཐོག་ནས་འཕྲོད་ལམ་ཡོད་པ་དང། བླ་མའི་དགོས་པ་རྒྱུ་མཚན་ཆེན་པོར་གཟིགས་ཏེ་བསྟེན་གསོལ་བྱ་དགོས། བཀའ་གནང་བ་དེ་འདྲ་ཡིན་ན་ནི་ཆོས་བྱེད་རྒྱུ་རང་དབང་ཡིན་ཕྱིན། ཆོས་ག་རེ་བྱེད་དང་མ་བྱེད་སོ་སོའི་རང་དབང་རེད། སྲུང་དམག་ག་རེ་བསྟེན་དང་མ་བསྟེན་སོ་སོའི་རང་དབང་ཡིན་པས་སུས་ཀྱང་ཆོག་དང་མི་ཆོག་ཅེས་བཤད་ཐུབ་ཀྱི་མ་རེད། སོ་སོའི་རང་དབང་རེད། འོན་ཀྱང་ད་ལྟ་བཤད་མ་ཐག་པ་བཞིན། ལྷ་མོ་དང། རྒྱལ་པོ་དགུང་ལ་གཙོ་བོ་བྱེད་མཁན་ཞིག་ཡིན་ན། མ་འགྲིག་པ་ཡོད་པའི་གནས་ཚུལ་འདི་ལྟར་ཡིན། དེར་བརྟེན་སྒོ་མ་གྲྭ་ཚང་ལྟ་བུ་སྤྱི་དཔའ་དེ་ཚོའི་ཐོག་ནས་ཟབ་ཟོབ་བྱེད་ཐུབ་ན་ཡག་པོ་རེད་བསམ་གྱི་འདུག་ཅེས་བཀའ་སྩལ་ཡོད་པ་རེད། དེའི་ལབ་དུས་ཚར་ནས་ད་བར་ལོ་གཅིག་ཕལ་ཆེར་བཅུ་བདུན་བཅོ་བརྒྱད་དེ་རེ་ར་གོང་ལ་ཡིན་པ་ཡོད་ཐོག་མ་ངས་མ་ལབ་དུས་ཚར་ནས་ད་ཅིག་བཀྲེས་པ་ཆེན་པོ་བྱས་བྱས་ཨེ་ནས་ལྷག་དོན་ཅིག་གྲྭ་ཚང་གྲྭ་ཚང།

ཡིག་བཞི་བཅུ་གྱིས་བྱས། བཞི་བོ་བྱས་དུ་འདི་བྱ། དེ་ནས་ཡུངས་ཀར་བཅས་ཀྱི་བུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། ཕྱི་ལོ་ཉིས་སྟོང་བརྒྱ་མའི་བཅོ་ལྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ཉིན། གང་ལྟར་ངོས་ཀྱིས་བོད་མི་རྣམས་ལ་རྡོ་རྗེས་ངོ་རྒོལ་བྱེད་མཁན་ཚོར་རླུང་མ་ལངས་རོགས་ཞེས་བརྗོད་བཞིན་ཡོད། ངོས་རང་ལ་མཚོན་ན་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་སྐོར་ལ་ཉིན་ལྟར་བསམ་བློ་གཏོང་བཞིན་ཡོད་ཅེས་བཀའ་བསྩལ་བ་རེད། གནས་ཚུལ་དེ་དང་འབྲེལ་བའི་སྐོར་དྲ་ཐོག་ཏུ་འཁོད་པའི་རྩོམ་ཐུང་དང་དེའི་གཤམ་གྱི་མཆན་རྣམས་ངོ་སྤྲོད་མ་ཞུས་པའི་གོང་དུ། དང་བོ་སྟེ། བོད་མི་མང་སྤྱི་འཐུས་ཨ་ཀྲུག་ཚེ་བརྟན་ལགས་ཀྱིས་སྒེར་གྱི་ངོ་དེབ་ཐོག། བསྟན་དགྲ། ཚེ་ཐུང་ན་བཟང། ཞེས་འཁོད་པར། དེའི་གཤམ་དུ་ཚེ་དབང་དོན་ལྔ་ཞེས་པ་ཞིག་གི་མཆན་བཀོད་པར། སྤྱིར་བསྟན་དགྲ་ཞེས་པ་སྔགས་གཞུང་ནས་ཤིང་ཆུ་ཚང་བའི་དགྲ་ལ་གོ་དགོས་རེད། དེའང་རྒྱུད་དུས་སུ་སྙིང་རྗེས་ཀུན་ནས་བསླངས་ཏེ་བསྒྲལ་དགོས་པ་ལས་སྡང་སེམས་ཀྱིས་བསྒྲལ་དགོས་པ་ཐེག་ཆེན་གྱི་ཆོས་གཞུང་གང་ནས་ཀྱང་བཤད་པ་མེད་དོ། མི་ཤེས་བ་ལའང་དགའ་བ་སྒོམ་མཁན་ཞིག་གིས་ནི། ཐེག་པ་ཆེན་པོའི་ཆོས་སྣང་བ་ལའང་གོ་མ་མྱོང་བ་འདྲ། ཅེས་འཁོད་འདུག་རྩོམ་པ་པོ་དང་བོད་དོན་འཐབ་རྩོད་པ་དོན་གྲུབ་ལྷ་རྡ་ལགས་ཀྱིས་དེ་དང་འབྲེལ་བའི་སྐོར་རྩོམ་ཐུང་ཞིག་དྲ་ཐོག་ཏུ་སྤེལ་བར། གང་ལགས་ཞེ་ན་རྒྱལ་ཤོར་བ་ཁ་ཐུར་གྱི་བོད་མི་ང་ཚོ་དགྲ་བོའི་མོས་འདུན་དུ་བོད་པ་ཞིག་ཤི་བ་ལ་བོད་པ་གཞན་གྱིས་དགའ་འབོད་བྱ་བ་ནི་རང་གི་བླ་བཙོང་བ་དང་རུས་འཁྲུ་བ་ལས་ཅི་ཡང་མེད། འོན་ཀྱང་རྒྱལ་འཚོང་པ་ཁོ་ལྟ་བུར་མྱ་ངན་ཞུ་བ་ལས་དགའ་འབོད་བྱེད་པ་དེ་ཅུང་ལེགས་པར་འདོད་ཅེས་འཁོད་པ་རེད། སྤྱི་ཚོགས་དཔྱད་བརྗོད་པ་སྟོང་སྐོར་ཐུབ་བསྟན་ལགས་ཀྱིས་སྒེར་གྱི་དྲ་ཐོག་ཏུ་བཀོད་པའི་གནས་ཚུལ་ནང། གངས་ཅན་བླ་མ་གྲོངས་པའི་གསར་འགྱུར་ཞིག་དྲ་ཐོག་ལ་བཞག་པ་ཡིན། དྲ་གྲོགས་མང་པོ་ཞིག་གིས། ཁྱོད། ཤེས་སར་ཐོག་ནས་ཁ་བྱང་བྲིས་འདུག་ཟེར་ནས། ཚོགས་འཐོམ། བཏང་མཁན་འདུག་གསར་འགྱུར་ནི། རང་མི་དགའ་སའི་མི་དེ་སྨད་པ་དང་རང་དགའ་སའི་མི་དེ་བསྟོད་པ་ཡིན་ན་དེ་ནི་གསར་འགྱུར་དྲང་པོ་མ་རེད་ཅེས་འཁོད་འདུག།
བྱས་ཙང་སྔ་མོ་བོད་ལ་ཡ། ཆོས་ཕྱོགས་ཀྱི། ཨེ་ནི་ཆུ། ད་ག་སོག་རེད། ཅིག་གི། དགེ་ལུགས་ཟེར་ཡ་རོ་རྙིང་མ་ཟེར་ཡ་རོ་ས་སྐྱ་ཟེར་ཡ་རོ་བཀའ་རྒྱུད་ཟེར་ཡ་རོ་ཅིག་དེ་འདྲའི་གི་ཐོག་ནས། ཨེ་ནི། གང་ལྟར་དེ་བྱང་ཆུབ་སྒྲུབ་རྒྱུ་དུ་ཕག་བཞག་བྱས། ནང་ལོགས་ལ་ཡ་ད།

ང་ཚོ་ཚང་མ་ལོ། གཅིག་གིས་གཅིག་གི་ན་ཚ་བྱེད་གཅིག་གིས་གཅིག་ལ་ངོ་ཤེས་ཆགས། ཐུགས་མཐུན་ཁྲིམས་གཙང་བྱས་ནས་ང་ཚོ་འདུག་བསྡད་དེ་གི་ཡོད་དེ་འབད་རྩོལ་བྱེད་ཀྱི་ཡོད་རེད། དེ་འདྲས་ཀྱི་ཐུགས་མཐུན་ཁྲིམས་གཙང་ཡོང་ན་ལ་ཡ། འགལ་རྐྱེན་ཆགས་ཡག་གི་ཉེན་ཁ་ཡོད་པ་དེ་ཚོ་འཕྲད་དེ་དམིགས་བསལ་གྱི་དོ་སྣང་བྱས་རྗེས་འདུག་བྱེད་བསྡད་ཀྱི་ཡོད། འོན་ཀྱང་ཕྱོགས་གཞན་པས་གངས་ཅན་བླ་མས་ཁོང་ཚོ་མཆོད་འབུལ་ཡིན་ཟེར་བ། བོད་ཕྱི་ནང་གཉིས་སུ་ལས་འགུལ་འདི་འདྲ་སྤེལ་བ་དྲ་ཐོག་ཏུ་མཐོང་རྒྱུ་འདུག།

དབྱིན་ཇི་དང་རྒྱ་ཡིག་ཅིག་གི་སྟེང་ནས་འདི་འདྲའི་གི་ཚིག་ད་ལྟ་ཁ་ཤས་ཅིག་གི་བྲིས་འདུག་ད་ངས་རེ་རེ་རེ་ནས་མི་གཞོལ་ད་ལྟ་ངས་ངོ་ཤེས་པ་དེ་འདྲ་ཁ་ཤས་ཅིག་གི་དྲ་ཐོག་ལ་དེ་འདྲ་བྲིས་འདུག་རེད་བ། འོ་དེ་འདྲ་ཞིག་ག་ལྟེ་རྒྱ་ཡིག་དང་དབྱིན་ཇི་གི་སྒང་ནས་ཅིག་བྲིས་ན། འོ་དེ་ནས་དེ་ཉེན་ཁ་ཅན་གི་སྐད་ཆ་ཅིག་ཆགས་འགྲོ་གི་ཡོད་རེད་གང་རེད་ཟེར་ན་དེང་སང་གི་མི་མང་ཆེ་བ་ཞིག་ང་ཚོ་གི་ག་རེ་ཞིག་གོ་རེ་བ་ཅིག་དུས་རྒྱུན་གྱི་བསམ་བློ་བཏང་སྟངས་དང་རྩ་བ་ནས་འདྲ་གི་མི་འདུག་དེ་རེད་དུས་རྒྱུན་གྱི་བསམ་བློ་བཏང་སྟངས་དང་འདྲ་གི་མ་རེད་དུས་རྒྱུན་གྱི་བསམ་བློ་བཏང་སྟངས་དང་མ་འདྲ་བ་གང་རེད་ཟེར་ན་ནི་སྤྱིར་བཏང་གི་ཚང་མས་ཀུན་སྤྱོད་དང་གཅིག་ད་རྒྱ་གི་ཕུའུ་ཧྲི་ཅཱ་ཏི་ཟེར་བ་རེད་ང་ཚོ་ཡོངས་ཁྱབ་རིན་ཐང་གི་ལྟ་བའམ་སྤྱིར་བཏང་གི་མིའི་ཀུན་སྤྱོད་ཀྱི་དེ་གི་གནད་དོན་གྱི་སྟངས་ནས་དཀའ་ངལ་ཅིག་འཕྲད་བཞག་པ་ཡིན་ན་སུ་ཡིན་ན་ཡང་ད་རྒྱ་ཆ་རྒྱ་ཐམ་པ་དེ་ཁོང་ཚོ་གི་ཅིག

དེའི་ཕྱིར་སྒྱུར་པ་དང་དྭངས་སང་གི་མི་དེ་ཚོ་བསམ་བློ་གཅིག་དང་བསམ་བློ་བཏང་བ་འདུག་ད་བུད་མེད་ལ་མཐོང་ཆུང་བྱེད་གི་འདུག་ཟེར་བ་འདྲ་བོ་དེ་འདྲ་བྱས་ཀྱང་གོ་བ་གཅིག་བླངས་ཞག་དུས་ཐ་མ་དེ་ལ་ད་ཀུར་ཀུར་ཡིག་ཚང་ཡིན་ན་འདྲ་སྐྱབས་མགོན་རིན་པོ་ཆེ་རང་གི་མཚན་ཐོག་ནས་དགོངས་དག་གསུང་དགོས་ཡ་ཅིག་བྱུང་བ་རེད་བ་དེ་དེ་ང་ཚོ་ཤི་རེད་བ། ཡིན་ནའང་དངོས་ནས་ཟུར་གི་སྟངས་དེ་ང་ཚོ་གཅིག་ལྟ་འོང་འདུག་དེ་བཀའ་མོལ་དེ་གསར་པ་ཞིག་མ་རེད་ལ་དེའི་ནང་ལ་ཟུར་བཟའ་ཡོད་མ་རེད་མཐོང་ཆུང་ཡོད་མ་རེད་དམའ་འབེབས་ཡོད་མ་རེད་དེ་དངོས་ཡོད་གནས་ཚུལ་ཡོད་མ་རེད་ད་དེ་མེད་ན་ཡང་དྭངས་སང་གི་སྤྱི་ཚོགས་ཟེར་བ་དེ་དེ་འདྲའི་ཞིག་ཡིན་པ་རེད། དེ་དེ་དཔེ་དཀར་ཆེན་པོ་རེད། དེ་ང་ཡང་དེ་ད་ཅིག་རྒྱ་ཡོར་གི་དང་ཐའེ་ཝན་དང་འདི་སུ་ཀྲ་མོ་ཅིག་བསམ་བློ་གཏོང་སྟངས་མང་པོ་ཞིག་མ་འདྲ་བ་རྒྱ་རྒྱ་རིགས་དང་ནི་དེ་གི་དེ་གི་རྒྱ་ཡིག་རྒྱ་སྐད་གི་ཁྱབ་ཁོངས་གི་བསམ་བློ་གཏོང་སྟངས་དང་དབྱིན་ཇི་གི་རིག་གཞུང་གི་ཁྱབ་ཁོངས་གི་བསམ་བློ་གཏོང་སྟངས་གང་ལ་གང་འཚམ་ཅིག་ཚང་མ་གི་དེ་གི་ཉམས་མྱོང་དེ་བརྒྱུད་ཚར་བ་དེ་འདྲ་ཡིན་དུས་ང་ཚོ་གི་དུས་རྒྱུན་གི་ཅིག་སེམས་གསར་གི་བསམ་བློ་གཏང་སྟངས་དང་སྐད་ཆ་བཤད་སྟངས་མང་ཆེ་བ་ཅིག་གི་ནང་ནི་དེ་རང་གི་དེ་ཚོའི་རིགས་དེ་ཉེན་ཁ་ཅན་ཞིག་ཡིན་རེད་ཉེན་ཁ་ཅན་ཟེར་བ་དེ་ག་འདྲ་རེད་ཟེར་ན།

ངོས་འདི་ཟེར་གི་ཆོས་ཀྱི་བདག་ནི་སངས་རྡོ་དང་ནི་གཅིག་པར་རེད་བ། དེའི་འདི་རྒྱུ་མཚན་འདྲ་བོ་ཞི་བ་ཅིག་རྒྱ་ཆེ་རྒྱ་ཡོད་དགོས་མ་ཡིན་ན་འཇིག་རྟེན་ལྟོ་ནི་འཇིག་རྟེན་གྲགས་ཉིད་ཀྱིས་ཟེར་བ་དེ་ནང་བཞིན་འདུག་འཇིག་རྟེན་གྱི་དེ་གི་དེ་འཇིག་རྟེན་གྲགས་པའི་ཀུན་རྫོབ་མ་བརླག་ཅིག་ཟེར་བ་དེའང་མཐར་གཏུགས་ས་དེའང་དེ་ག་རང་རེད་དེ་འདྲ་ཡིན་དུས་ཀྱི་དེང་སང་གི་མི་ཁོ་རང་གི་བསམ་བློ་བཏང་སྟངས་དང་སྤྱི་ཚོགས་ཀྱི་བསམ་བློ་བཏང་སྟངས་ག་རེ་ཡིན་པ་དེ་ངེས་པར་དུ་དེ་གི་ད་ཤེས་དགོས་བ་དང་དེ་ལ་དེ་གི་དེ་དོར་སྣང་ཅིག་མ་ཅིག་རང་གཅིག་འཁེལ་དགོས་བ་རེད་ད་དེ་བདེན་དོན་རེད་སེམས་མེད་དེ་ཡིན་ནའང་ཁོ་རང་རྒྱལ་པོའི་སྨྱུག་ཆུང་མཐོང་བ་ནང་བཞིན་གཅིག་རང་བཞིན་གྱི་འདི་ལ་དོ་སྣང་གནང་དགོས་ཡ་ཞིག་ཆགས་ཡོད་རེད། དེ་ཡིན་དུས་དེ་ག་རེ་ཤེས་ཀྱི་ཡོད་ཟེར་ན་རེ་བ། དཔེར་ན་ཕག་ཅིག་ས་ཡི་རྒྱག་པ་ཡིན་ན་འགྲིག་གི་ཡོད་དེང་སང་ས་ནས་ས་ཡི་བར་ཐང་སང་ཡིན་ཆག་ཆག་རེད་བྱ་དེ་ཚང་མ་ཚེ་ཉི་མ་རེ་རེའི་གྲོང་ཁྱེར་ནང་གི་བྱ་དེ་ས་ཡ་ས་ཡ་མི་གཅིག་དང་ནི་དེ་གི་ཁྲི་མང་ཁྲི་འབུ་མང་པོ་བསགས་ཀྱི་ཡོད་རེད་ཨོ་དེ་འདྲ་ཡོད་རེད་ན་ཉིན་གཉིས་ཏིག་ཏིག་ཐེ་ཝན་གྱི་ཉི་མ་གཅིག་གི་གྲོང་ཁྱེར་གཅིག་གི་ནང་གི་ཞྭ་དེ་གི་དེ་གི་ག་ཚད་བསགས་ཀྱི་ཡོད་རེད་ཅེས་དེ་འདྲའི་ཡིག་ཆ་དེ་འདྲ་མཐོང་སོང་རེད་བ། ཡིན་ན་ཡང་གར་སྟེགས་སོ་འཛག་བཟོས་བཞག་པ་འདྲ་བོ་དང་གཅིག་དེ་གི་སོ་བཏང་སྟེ་སྡུག་ཅག་འདྲ་བོ་ཅིག་བཟོས་བཞག་པས་ན་མི་ཚང་མ་གི་དེ་གི་ཕྱོགས་གཅིག་ལ།

ཁྱེད་རང་འགྲིག་གི་ཡོད་རེད་ད་དེ་དེ་ཆོག་འགྲིག་གི་ཡོད་དེ། ཡིན་ན་དེ་མ་རེད་དེ་འཛམ་གླིང་རང་བཞིན་ཡོངས་ཁྱབ་རང་བཞིན་མི་ཚང་མ་གི་སེམས་ཁོང་ལ་རྦད་དེ་ཁོ་རང་འདི་གཅིག་པ་ད་གལ་སྲིད་ཁོ་རང་འདི་གཅིག་རྩ་བའི་ཆ་ནས་ན་ད་གཅིག་ཆབ་སྲིད་པ་དེ་ཚོ་ཆབ་སྲིད་དང་སྤྲད་གི་ཡོད་རེད་ཆོས་ལུགས་པ་དེ་ཚོ་ཆོས་ལུགས་དང་སྤྲད་གི་ཡོད་རེད་དེ་གཅིག་དཔལ་འབྱོར་ཚོང་པ་དེ་ཚོ་གི་ཚོང་གི་གོ་སྐབས་བརྒྱུར་གི་ཡོད་རེད་མང་པོ་ཞིག་ཕར་ཚུར་འཐེན་གི་ཡོད་རེད་དེ་ཡིན་ནའང། རྩ་བའི་ཆ་ནས་ད་ལྟའི་དཀའ་ངལ་འདྲ་ཡིན་ན་འགྲོ་བ་མིའི་རིགས་ཀྱི་ཐུན་མོང་གི་དཀའ་ངལ་ཞིག་དང་འགྲོ་བ་མིའི་རིགས་ཀྱི་ཆབ་སྲིད་དང་དེ་འབྲེལ་གྱི་རྒྱལ་མཚམས་དང་ཚང་མ་ལས་འགལ་བའི་ཐོག་ནས་དེ་ག་གདོང་ལེན་བྱེད་དགོས་པའི་དེ་འདྲའི་གི་གནད་དོན་ཅིག་ལ་བརྩི་གི་ཡོད་རེད་བ་ལ། འོ་དེ་འདྲའི་གི་གནད་དོན་ཞིག་གི་མདུན་ནས་ད་ཁོ་རང་དེ་འདྲའི་བྱེད་སོང་བ་ཡིན་ན་ད་ཁོ་རང་ལ་མ་ནས་མ་བཏོན་ན་འགྲིག་གི་ཡོད་རེད་འོ་ད་སེམས་གི་སྟངས་ནས་ངུ་ད་འགྲིག་བཞག་འོ་དེ་ཁོ་ཤ་ཁོ་ཏག་ཏག་ཡིན་བསམ་ད་ན་འགྲིག་གི་ཡོད་ད་དེ་ཆུ་ད་འདང་གི་ཡོད་ཀྱི་མ་རེད་མ་གཏོགས་འཇིག་རྟེན་གི་ལུགས་ཀྱི་ཡིན་ད་ཡིན། དེ་བསམ་གྱི་ཐོབ་ཐང་ཡོད་རེད། བོད་པ་ཞིག་ངོས་ནས་བསམ་བློ་བཏང་ན་ད་ཁོས་གསུངས་པའི་རང་ལའང་དེ་འདྲའི་འདྲ་མི་འདྲ་ཅིག་ད་དེ་འདྲའི་དཔེར་ན། ཨོ་དེ་གི་དེ་སྐྱབས་མགོན་ཡུལ་གྱི་ནོར་རུ་ལ་སོགས་པ་དང་ཚང་མ་ལ་དེ་གི་དེ་ལག་རྒྱབ་ཐོག་ཐུག་ཆ། དེ་ནས་ད་དེ་འདྲའི་ཡིན་ཀྱང་རྩ་དོན་གྱི་ངོས་ནས་བསམ་བློ་བཏང་བ་ཡིན་ན་ཁོ་ད་ཁོ་ཡིན་བསམ་ན་དེ་འགྲིག་གི་ཡོད་རེད་ཡིན་ད་ཡིན་རེད་དེ་ཚོ་ཕྲ་མོ་ངའི་ཡང་དེ་ཐོབ་ཤེས་དང་ཆོས་ཤེས་གི་སྐད་ཆ་བཤད་ནས་དེ་ཚོ་བཤང་ཆུ་ཚན་པ་རེད་གཅིག་པ་རེད་ཚང་མ་ཆ་སྙོམས་དགོས་རེད་འདྲ་སྙོམས་དགོས་རེད་བསམ་ནས་བཤད་གི་མེད་ཡིན་ན་ཡང་གལ་ཏེ། བཀའ་ཡིག་གཞན་པ་ལྟ་བུ་བེད་སྤྱོད་དང་དྲ་ཐོག་ལ་དེ་འདྲ་བཞག་པ་ཡིན་ན། འདས་ཀྱི་ང་ཐག་གི་ཤེས་ནང་ཆེ་ཤོས་དེ་དག་མཐར་གཏུགས་ན་མཚམས་མཚམས་ལ་ལར་བ་སྤྱིར་བཏང་ང་རང་རྣམས་འདོད་པའི་སེམས་ཁྲེལ་ཟེར་བ་དེ་ཏན་ཏན་ཡིན་གྱི་རེད་དེ། ཡིན་ན་ཡང། མཚམས་མཚམས་ལ་འདས་ཡིག་རིག་པའི་ལྟ་སྐྱབས་མགོན་རིན་པོ་ཆེ་དང་ནི་སྤྱིར་བཏང་གི་བོད་བརྒྱུད་ནང་བསྟན་ལ་མཐོང་ཚར་འདུག་ཅག་སྤྲེལ་ཡག་ཉེན་ཁ་དེ་དཔེ་ཡོད་རེད་ག་དེ་ད་མ་བཀླགས་ནས་གཞན་པ་ཞིག་གི་ལག་པ་ལ་ཤོར་ནས་གསར་འགྱུར་འགོད་མཁན་དང་ཡང་ན་དེ་འདྲའི་ཞིག་གི་དུ་ཅིག་ཕྱོགས་བསྒྲིགས་ཀྱིས་གཟུགས་བཞག་པ་ན་ང་ཚོས་དེ་འདྲ་ཡོད་རེད་ད་རྗེས་མ་ཡོད་རེད་དེ་འདྲ་མང་པོ་ཡོད་རེད་ཁོང་ཚོ་གི་བརྒྱུད་རིམ་གི་ཁྲོད་ནས་ཡང་ཅིག་གདན་ས་དེ་ཚོ་དང་རྟ་ཚིག་ས་ཆ་ཡིན་འོན་དེ་འདྲའི་གི་ཅིག་ཁོང་ཚོ་གཏོར་གྱུར་ཚོགས་པ་ཁོང་ཚོ་ལ་ཅིག་མཐོང་ཆུང་བཟོས་སོང་ཟེར་བ་དྭངས་སང་བརྙན་འདྲ་པར་འདྲ་བལྟས་ཙམ་ཅིག་སྟོན་གྱི་ཡོད་ན་ལམ་སང་དེ་རེད་བ་ཉེ་ཆར་དག་གི་ཨ་ཧྥི་ཧྲི་ཀ་དང་འདི་དག་རྒྱ་ནག་གཉིས་བར་ལ་ཡང་ཉེ་ཆར་དག་གི་མཐོང་ཆུང་བཟོས་མ་བཟོས་གི་མནའ་དོན་ཅིག་ཡོང་བ་དེ་ཡང་ནི་ཁོ་རྒྱ་ནག་ནས་དུ་བྱུང། དེ་ག་རེ་ཡིན་པ་དེ་ཚོ་པར་དང་བརྙན་དེ་ཚོ་ཕར་བཏང། ཕར་ཕྱོགས་ནས་ཡང་དེ་རྒྱ་ནག་གི་གཞུང་ཚོགས་ལ་ཕར་བལྟ་འདི་འདྲ་རེད་དེ་འདྲ་རེད་ལབ་དེ་ནས་མི་མང་ཚང་མ་ཁོང་ཁྲོ་ལངས་ཀྱི་འདུག་བ་ད་དེང་སང་གི་གནས་སྟངས་ཚང་མ་དེ་ག་རང་རེད་བ། དེ་རྒྱབ་ལྗོངས་ཞིབ་ཚགས་པོ་མང་པོ་བསམ་བློ་བཏང་གི་མ་རེད་དེ་འདྲ་ཡིན་དེ་གི་དཔེར་ན་གཅིག་དེ་དྲ་སྤྱིའི་ཀུན་ཡོང་ཀུན། གཉིས་དེ་ནི་ད་དེ་གི་དེ་གོང་ས་མཆོག་གི་ཅིག་རྗེས་འབྲང་བ་ཡིན་སེང་གི་དེ་འདྲས་ཞིག་ད་མི་ཅིག་ཤི་ནས་ད་མི་ཞིག་གི་ལུས་ཐོག་ལ་དེ་ལས་འཆི་བ་ལས་བསྡུ་བ་ཡོང་བ་ཡོད་མ་རེད་ད་དེའི་སྐབས་སུ་ཁོ་རང་སྤྱིར་བཏང་གི་མི་རིགས་གཞན་པ་དེ་ཚོ་སྤྱིར་བཏང་གི་ཅིག་གོ་རང་ཚང་མ་དེ་གི་བཀྲ་ཤིས་གོ་འདུག་བ་གོང་ཚོ་ཚང་མ་ཅིག་བོད་པ་ནང་ཆུག་པ་རེད་འདུག་བ་བསམ་གི་དེ་འདྲའི་ཅིག་བསམ་བློ་མ་རྟོག་ཅིག་ཕྱོགས་གཅིག་གི་མང་པོ་ཅིག་དེ་ཤེས་མ་རེད་དེ་གནས་སྟངས་ཅིག་རེད་བ། གནས་སྟངས་ཅིག་དེ་གར་བལྟས་དང་གི་ད་གང་ལྟར་ཡང་རེད་བ་ད་གོང་ཚོ་གི་གར་ལབ་གར་ཚོ་བཏང་དང་ད་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་ལ་དད་པ་ཅན་གི་མི་དེ་ཚོ་འདི་འདྲའི་ཡོད་རེད། འདི་ཆོས་གོས་བྲིས་ཙང་གྲོགས་པོ་མ་རེད་ཐ་ན་མི་ཆོས་ཀུན་ཆོས་ཀྱི་ངོས་ནས་བསམ་བློ་བཏང་ན་མི་ལ་འདི་འདྲའི་སྡུག་པོ་ཡོང་འདུག་འདི་འདྲའི་སྐད་ཆ་བཤད་གི་རེད་ཟེར་ཀྱང་གལ་ཏེ་ང་ཚོ་དེ་དབྱིན་ཇི་དང་རྒྱ་ཡིག་ལྟ་བུ་ལ་བྲིས་ཡོད་པ་ཡིན་ན་དེ་གི་བཤད་མཁན་གི་མི་གི་པར་དང་དེ་ཚོ་མཉམ་དུ་གཅིག་བསྒྲིགས་ནས་གལ་ཏེ་རྒྱལ་སྤྱིའི་གསར་ལམ་དང་མི་གཞན་པ་དང་ད་ལྟ་ང་ཚོ་ལ་དེ་གི་སྤྱིར་བཏང་གི་ང་ཚོ་གི་ནང་འཁོར་གི་དེ་གི་སེམས་ཚོར་དེ་ཚོ་ལ་རྒྱུས་མངའ་མིན་མཁན་གྱི་སྤྱི་ཚོགས་ཀྱི་གདོང་ལ་ཕར་ཐིག་བཏགས་ནས་བཞག་བཞག་པ་ཡིན་ན་ཏན་ཏན་གྱི་ཨ་ལེ་དེ་འདྲ་ག་རེ་ཡིན་ན་དེ་འདྲ་ཡིན་ན་དེ་ངའི་ཕ་རོལ་པོ་ལ་དེ་གི་རྒྱབ་སྐྱོར་བྱེད་དགོས་ས་རེད་མི་ཟེར་བ་དེ་བསམ་བློ་བཏང་བཏང་དེ་འདྲ་ཅིག་ཡོད་རེད་བ། དེ་འདྲ་ད་ཅིག་པས་པས་མི་ཚེ་འབའ་ཞིག་རེད་བཞག་བསམ་ནས་དེ་གི་ཅིག་ག་རེ་བྱེད་དགོས་རེད་ཅིག་སེམས་སེམས་ཐག་རིང་རུ་འགྲོ་ཡག་དང་བོ་གྱི་ནང་དོན་རེད་དེ་བཞིན་དུ་ན་ཅིག་སྐྱབས་མགོན་རིན་པོ་ཆེ་ད་ཁོང་དང་ཁོང་གི་ཅིག་རྗེས་སུ་འབྲང་མཁན་མི་དེ་ཚོ་དེ་འདྲ་ཞིག་ཡིན་ན་བསད་ནས་དེ་འདྲའི་དྭངས་གཙང་དེ་འདྲ་འདུག་བ།